ཨོ། ད་རྣམ་པ་ཚོ་ཚང་མ་ལ་ཚང་འདྲི་བཀྲ་ཤིས་བདེ་ལེགས་སུ་ཞུ་གི་ཡོད། ད་ད་རིང་དེ་རྣམ་པ་ཚོ་ལ་ནང་ཆེན་འདྲི་བཤད་ཞུས་ཡོད་དེ། ང་རང་ཚོ་ཤེས་ཁ་ལག་ཁ་ལ་ཡ་བསམ་བློ་ག་འདྲ་སུ་བཏང་དགོས་ཀྱི་ཡོད་མེད་སྐོར་དང། ད་ག་ནང་བཞིན་ང་ཚོ་མི་གཅིག་ཤེས་པ་ཡིན་ན་དེ་གཡག་ཡན་གྱི་གནས་ནས་མཚན་དུ་སྤུ་གུ་བུ་ཕྲུ། ཨོ། ད་དེ་ཚོ་གི་བྱས་ཆོག་པ་ག་རེ་རེད་བྱས་མི་ཆོག་པ་ག་རེ་རེད། ཨ་ནི་ང་ཚོ་ཤེས་ནས་བཅའ་བ་མ་ལན་པ་རོ་ལ་ཡ་བག་བསྡུ་གནང་ལོ་ཞག་པོ་བཞུ་བཅུ་ཞེ་དགུ་གི་རིང་ལ་འདས་པའི་སྐབས་ལ་ང་ཚོ་བདེན་ཚད་བདེན་ཚད་སོང་དགོས་པའི་རྒྱུ་མཚན་དགོས་པ་ག་འདྲ་ཡིན་མེད།

སྐྱེས་པ་ནི་སྐྱེས་པ་བར་དུ་བསྡད་ཀྱི་རེད་བསམ་དྲན་ངལ་གསོ་གང་ཡོད་མ་རེད་ང་ཚོས་སུ་ལ་བྲེལ་བ་ཡིན་ན་ང་ལོ་དྲུག་ཅུ་བདུན་ཅུ་ནང་ལོར་ཤེས་འགྲིག་གི་རེད་ཟེར་ངེས་ཅི་རེད་དེ་ལ་ཡར་ཤེས་ཀྱི་ཤེས་པའི་རྒྱུ་མཚན་དགོས་པ་མང་པོ་བསྒྲུབ་དགོས་ཡ་གི་གནས་སྟངས་ཅིག་མ་རེད། ཤེས་ཀྱི་ཡོད་པ་དང་ང་རང་ཚོ་ཧ་གོ་གི་ཡོད་རེད་དེ་ཡིན་ནའང། གཅིག་ལོ་གཅིག་ལོ་ནི་ཟླ་གཅིག་ཟླ་གཉིས་ཤེས་ཀྱི་མ་རེད་བསམ་དྲན་ནི་གཅིག། ལོ་སྐྱིད་འདི་ཡག་གི་ཚེ་མེད་ན་ལ་ཡ་ལོ་རྒྱ་འདི་ཡག་གི་འཆར་གཞི་བརྒྱབ་ནས་ང་ཚོ་ནི་ཚེ་འདི་གི་ཞན་ཆ་རྐྱང་རྐྱང་བྱས་ནས་ལི་ཁ་ཅིག་འཇིག་རྟེན་ཕལ་བ་གི་བྱ་བ་རྐྱང་རྐྱང་གི་མགོ་ཁོག་ནས་ང་ཚོ་ཤི་ཁ་ལ་ཁ་ལ་ཡ་འགྲོ་ཡག་གི་འགྲོ་བའི་སྐབས་ལ་ཡ་ང་རང་ཚོ་གི་འགྲོ་ཁྱི་འདྲ་བོ་དེ་འགྲོ་ཡག་གི་ནང་དོག་ལ་ཁོ་ཡག་འདྲ་བོ་དེ་ནི་ད་ལྟ་ནས་ཕྱི་ནས་འགྲུབ་ཡོག་མ་རུང་ང་ཚོ་ལི་ལོ་དང་གནང་ཡིན་གི་དབང་གི་ད་ལྟ་བ་དང་ང་ཚོ་འདི་འདྲ་ལྷག་འདི་རུ་བ། ད་དེ་ཚོ་ང་ཚོར་སྒྲུག་དགོས་ཡག་གི་གནས་སྟངས་དེ་གལ་ཆེན་པོ་ཅིག་ཆགས་འདུག་གི་ཡོད་རེད་ཨ་ནི་ང་ཚོར་ཤེས་ནི་ཤེས་དགོས་ཀྱི་ཡོད་རེད་བ། ད་ང་ཚོར་ཤེས་ཁ་ལག་ཁ་ལ་ང་ཚོ་སང་ནི་དེ་ཨ་ནི་དགེ་བ། དགེ་སེམས་ཤུགས་ཆེན་པོ་ཅིག་མངོན་དུ་བྱོས་ནས་སོ་སོ་ཤེས་འདྲེས་པ་ཡིན་ན་སྐྱེ་བ་ཆེན་མ་དེ་ལ་སོ་སོ་སྐྱེ་བ་བཟང་པོ་ཅིག་དང་སྐྱེ་བ་མཐོན་པོ་ཅིག་དང་སྐྱེ་བ་ཡག་པོ་ཅིག་ལེན་ཡ་ལ་ཡ། ནི་མི་སྲིད་ཀྱི་ཕན་ཐོགས་ཆེན་པོ་ཡོད་པ་གི་གནས་སྟངས་ཀྱི་ཆ་འདི་ར་ལ་ལྷག་པར་དུ་ང་ཚོ་ཤེས་ཀ་ལག་ཀ་ལ་ཡ། བྱང་ཆུ་སེང་སྐྱིད་མང་བ་ཚིང་ཆེན་ལ་ཡ་བསམ་བློ་ཡག་པོ་ཅིག་བཏང་ཐུབ་པ་ཡིན་ན་བཅའ་བ་ཕྱེ་མ་དང་བརྒྱ་ཆ་བརྒྱ་འཐེན་པ་མི་ཡི་བཅའ་བ་ལེན་པ་དང་ཐག་ཆད་པ་འགྲོ་བ་ཅིག་ཆགས་འདོད་རེད། འོ་ད་དེ་འདྲ་ཡིན་སོང་ཙང་ང་ཚོ་ཤེས་ཀ་ལག་ཀ་ལ་བསམ་བློ་བཟང་པོ་ཅིག་བཏང་དགོས་དེ་གལ་ཆེན་པོ་ཅིག་རེད་ལ། དེ་འདྲའི་གི་ཤེས་ཀ་ལག་ཀ་ལ་ང་ཚོ་བསམ་བློ་བཟང་པོ་ཅིག་བཏང་པ་བྱས་པ་ལ་ཡ་དེ་འདྲའི་གི་བསམ་བློ་དེ། དངོས་ནས་ང་ཚོ་གྲ་སྒྲིག་བྱེད་དགོས་ཀྱི་ཡོད་རེད། ངས་ནི་གྲ་སྒྲིག་ཆེན་ནས་མ་བརྗེད་པ་ཀྱི་ཧོ་དེ་ང་ཚོ་བསམ་བློ་བཏང་ཤོག་ཟེར་ན་བཏང་ཐུབ་ཀི་རེད་བས་ཟེར་ན་རྩ་བ་ནས་བཏང་ཐུབ་ཀི་མ་རེད། ང་ཚོ་བློ་སྦྱོང་ག་འདྲ་ཅིག་ཡེད་པ་ཡིན་ནི་དངོས་ལ་ཡ་རྒྱང་ལྟ་སྐྱེས་ནི་ནི་ཤི་ནི་ཤི་དགོས་ཡ་ཅིག་རེད་མ་གཏོགས་ཁྱེད་གང་ཅིག་རྒྱང་ལྟ་མ་སྤྲད་ཡ་ཅིག་ཧོ་དེ་ང་ཚོ་བློ་སྦྱོང་དེ། ཀྱི། འགྲེལ་བཤད་རྒྱག་ཤོག་བསམ་བློ་བཏང་ཤོག་ཟེར་ན་སུ་གང་ཅིག་བསམ་བློ་བཏང་ཐུབ་ཀི་མ་རེད་འགྲེལ་བཤད་རྒྱག་ཐུབ་ཀི་མ་རེད། འོ་དེ་གནང་ཞིག་ཆགས་འདོད་རེད་དེ་ཡིན་སོང་ཙང་ང་རང་ཚོ་གི་ད་ལྟ་ལོ་ཆུང་འདི་ནི། རྣམ་པ་ཚོ་ལ་ག་ཚེན་ཤོད་པ་ནང་བཞིན་གྱི་གངས་ཐུག་ཐུག་གི་ཁ་འདེད་ཀྱི་འཇུག་ཆགས་ཁོ་རང་ག་འདྲ་ཅིག་བྱས་པ་ཡིན་ན། ནང་སེམས་ཆེ་དང་འབྲེལ་ཡོད་ཐོག་ནས། ཆགས་སྡང་རྨོངས་གསུམ་ལ་ཁ་གཏད་བཅག་ཡག་གི་ཐོག་ནས་རང་སེམས་བདེ་ཡག་གི་ཐོག་ནས། ཅིག་དགོངས་འཇགས་ཡག་སྒྲུབ་པ་ནང་ལེན་གྱི་ཐོག་ནས། ཅིག་བྱེད་དགོས་དེ་གལ་ཆེན་པོ་བཞི་པོ་ཅིག་རེད་ཟེར་ན་རྣམ་པ་ཚོ་ལ་ག་ཚེན་ཤོད་ཡོད་རེད། འོ་ད་དེ་འགྲིག་གི་ང་ཚོས་དགོངས་བཞག་ཡག་དེ་སྦྱང་བརྡར་ཡག་པོ་ཅིག་བྱེད་ཤེས་པ་ཡིན་ན་ད་ལྟ་ནས་ཕ་གཅིག་གོང་འདྲི་བཏང་ནས་ཉི་མ་རེ་ལ་སྐར་མ་ལྔ་སྲིད་སྐར་མ་བཅུ་སྲིད་དེ་འགྲིག་གི་གཅིག་ཞག་པོ་གཅིག་གཉིས་ཟླ་བ་གཅིག་ལོ་གཅིག་ལོ་གཉིས་དེ་འདྲའི་ཅིག་སྦྱང་བརྡར་སྤྲད་ཤེས་པ་ཡིན་ན་དེའི་གང་ཚང་ཞིག་ལ་སོ་སོ་ལ་ཡག་སེམས་ལ་ཡག་ཞེ་བོ་ཅིག་ཕར་འཇགས་འགྲེ་ཡག་ཅིག་དཔེར་ན་ང་ཚོ་སོ་སོ་རྩ་ཡིག་བླ་མ་ལ་དད་པ་འདྲེ་ཅིག་དགོངས་ཀི་ཡོད་ན་ག་དུས་ཡིན་ན་སོ་སོ་ཞོག་གི་ཡར་ལངས་དུས་ནས་རྩ་ཡིག་བླ་མ་ལ་གསོལ་བ་མ་ལངས་སྟབས་རྩ་ཡིག་བླ་མ་གི་བཀའ་དྲིན་དྲན་རྩ་ཡིག་བླ་མ་གི་ཡིད་རྟོན་དྲན། དེ་ལ་ཡ་སེན་འདི་ནི་དད་པ་བཅས་དེ་འདྲའི་གི་བསམ་བློ་བཏང་བསམ་བློ་བཏང་བསམ་བློ་བཏང་ན་དེ་གང་ཚང་ཞིག་ལ་སོ་སོ་རྩ་ཡི་བླ་མ་གི་གསུང་ཐིག་པ་དང་ནི་ཅི་ཞེ་འཇིགས་པ་ཙམ་གྱི་མིག་ཆུ་རང་མེད་པར་ཤོག་དད་གི་དད་པ་དེ་འདྲ་ཅིག་བཅས་ཡོད་རེད་དེ་འདྲའི་གི་དད་པ་ཤུགས་ཆེན་པོ་དེ་ཅི་ཐུགས་ངེས་ཅིག་རེད་གསུང་ན་གསང་གནས་ཆོས་ཤེས་ཁ་ལག་ཁ་ལ་ཡ་དབུ་ཆེ་ཁ་ལག་ཁ་ལ་ཡ་ནི་ཅི་སྟེ་ཡ་ཡན་དེ་ངེས་ཅིག་གི་ཁྱེད་རང་རྩ་ཡི་བླ་མ་གི་གསུང་དེ་འདྲ་ཅིག་རེད་ད་ཟེར་ན་རྩ་ཡི་བླ་མ་གི་བཀའ་སློབ་འདྲ་པོ་ཅིག་དང་རྩ་ཡི་བླ་མ་གི་བདེན་པ་བདེན་དེ་ཡ་འདྲ་པོ་ཅིག་དེ་འདྲ་ཅིག་བཏང་གསུང་ན་སོ་སོ་གི་སེམས་དེ་བརྒྱ་ཆ་བརྒྱ་ཐེངས་པ་སུ་རྩ་ཡི་བླ་མ་ལ་ཡིད་ཆེས་ཀྱི་དད་པ་དེ་ཤུགས་ཆེན་པོ་བྱིན་ནས་སྐྱེ་བ་རེད་དེ་སྐྱེ་བ་ན། དེ་སྙང་རྡོ་ལ་ཆགས་སྡང་རྨོངས་གསུང་དང། གཅིག་བློ་བསྡུ་རུལ་བསྡུ་སེལ་དེ་སེམས་དེ། སེམས་བསྡུ་རུལ་བསྡུ་སེལ་ནི་ང་ཚོ་དྲན་བསྡུ་རུལ་བསྡུ་སེལ་གྱི་ཡོ་རོ་དེ་རྩ་བ་ནས་ཡོང་གི་མ་རེད་དེ་ནི། གྱི་དད་པ་ཤུགས་ཆེན་པོ་ངོས་ནས་སོ་སོ་ཤི་འདྲི་དེ་གང་ལ་སྐྱེ་བ་ཕྱི་མ་ཡིན་ན་ཡང་སོ་སོ་རྩ་ཡི་བླ་མ་གི་རྗེས་སུ་བཟུང་ཐུབ་ཡ། ད་ལྟ་འདི་གའི་སོ་སོ་ཀྱི་གུའི་ཤི་ནའི་ཚེ་རྟེན་དང་འཕྲད་ཐུག་ཡ། ཚེ་འདི་ལ་ཡང་སོ་སོ་ཀའི་ཕྱིས་ཀྱི་ཐོག་ལ་བག་ཆགས་ཀྱི་ཞག་ཞེས་པ་དེ་སྐྱེ་བ་ཕྱི་མ་དེ་བག་ཆགས་དེ་སྨད་ཐུག་ཡ། འོ་ད་ལྟ་འདི་གའི་མི་སྲིད་ཀྱི་ཆེ་བ་ཅན་ཡོད་རེད། དེ་འདྲ་ཡིན་སོང་ཙང་ང་ཚོ་ད་ལྟ་ལོ་ཆུང་འདི་ནས་སོ་སོ་ཀྱི་ག་དུས་ཡིན་ནས་སེམས་ལ་ཡ་རྒྱུ་དྲིས་བཏང་ཡ་གི་ཆེད་དུ་སང་ལ་བཏང་ནས་དགུང་བརྒྱབ་ནས། དགོངས་ཟེར་ན་གསང་ལ་བཏང་ཡ་རེད་གསང་ན་བཏང་ནས་སོ་སོ་གི་དཀོན་མཆོག་གསུང་ལ་དད་པ་དགོངས་དགོས་ཡས་ན་རེད། འཁོར་བ་ལ་ངེས་པ་འབྱུང་པའི་ངེས་འབྱུང་དགོངས་དགོས་ཡས་ན་རེད། བྱང་ཆུབ་ཀྱི་སེམས་དང་ལྷན་ཅིག་ཆེན་པོ་དེ་འདྲ་དགོངས་དགོས་ཡས་ན་རེད། ལམ་གྱི་རྩ་བ་ཤིང་ནི་གཏན་སྲིད་དགོངས་དགོས་ཡས་ན་རེད། སོ་སོ་རྩ་ཡི་བླ་མ་ལ་དད་པ་དགོངས་དགོས་ཡས་ན་རེད། ཡང་ཅིག་འགྲོ་བ་སེམས་ཅན་ལ་ཐམས་ཅད་ལ་ཕན་པའི་བསམ་པ་དགོངས་དགོས་ཡས་ན་རེད། ད་དེ་མདོ་ག་འདྲེ་འདྲེ་ཅིག་བཤད་པ་ཡིན་ན་དགེ་བ་དགེ་སེམས་ཅི། དགེ་བའི་ཕྱོགས་ལ་བྱ་བ་ཅི་དགེ་བའི་སེམས་ཅི།

ཕྱི་ལ་ཡང་དེ་ཙམ་གྱིས་གོང་འདྲི་མི་ངེས་ཅིག་གིས་ཕྱིའི་སྐད་ཆ་བཤད་པ་ཙམ་གྱིས་ལང་སང་ང་ཚོ་དད་པ་བྱེད་ཡ་དང་ཕྱི་ལ་ཡང་བསམ་བློ་དང་ཁུར་བོ་མི་འདུག་བ་ག་རེ་ཟེར་ན་དེ་ལ་གོང་འདྲི་མེད་རུང་དེ་ལ་སྦྱང་བརྡར་མེད་རུང་བ་ད་ཏིང་སོང་ཙང་ང་ཚོ་དང་ད་ནས་ཀྱིས་སོ་སོ་གིས་ཕྱི་ལ་ཡང་གོང་འདྲི་གཏང་དགོས་ཡ་སྒྲུབ་པ་ནང་ལ་རྒྱག་དགོས་ཡ་ཁུངས་དགོངས་རྒྱག་དགོས་ཡ་འོ་ད་གལ་ཆེན་པོ་ཞེ་པོ་ཅིག་ཆགས་འདོད་རེད་ལ་དེ་ཡང་ལོ་ཆུང་དུས་ནས་ང་ཚོ་ཕྱི་བྱེད་དགོས་ཏེ་གལ་ཆེན་པོ་ནང་ནས་ཆེན་པོ་ཅིག་ཆགས་འདོད་རེད། གང་ཡིན་ཟེར་ན་ང་ཚོ་ལོ་རྒན་གོ་ཆག་འདི་དེ་གང་ལ་ལོ་ཆེན་པོ་ཆག་འདི་དེ་གང་ལ་ཞོ་གཅིག་ན་ནག་ཚག་གི་མང་པོ་ཅིག་བཅང་འོང་གི་ཡོད་རེད་ཞོ་གཅིག་ན་ཨ་འཇོག་གི་ཡག་པོ་མ་གོ་མིག་གིས་མ་མཐོང་དྲན་པ་སིལ་བུ་མེད་པ་སང་ལོ་བཏང་ན་ཅིག་སང་ལོ་ཡག་པོ་བཏང་མ་ཐུབ་ཡ་སང་ལོ་ཁུར་མ་ཐུབ་ཡ་དེ་འདྲའི་གནས་སྟངས་ཅིག་ཆག་འོང་གི་ཡོད་རེད་བ། ད་ད་ན་ང་ཚོ་ལོ་ཆུང་འདི་གང་ལ་ཡ་སང་ལོ་ཡིན་ནས་བཏང་ཐུབ་བ།

ཨ་ནི་སོ་སོ་དགའ་འདྲ་གི་ཐོག་ལ་བསམ་བློ་བཏང་ནས་བྱ་བ་ཡོད་མ་རེད་ཀྱི་སོ་སོ་གི་དགའ་དྲན་སོང་དེ་ག་རྩ་ཡི་བླ་མ་ལ་དད་པ་དགོ་ནས་འགྲིག་གི་རེད། ད་མ་ཡིན་མ་ནི་གི་ཕན་འདྲ་པོ་བསམ་བློ་བཏང་ནས་ཡང་འགྲིག་གི་རེད། ཡང་འདྲེ་དམག་མང་པོ་བསྡད་འདི་ངས་ནི་འདྲེ་དམག་ལ་གསོ་བ་རྩི་གྱི་ད་ད་ནི་འདྲེ་དམག་གི་ཡེ་ཏན་དེ་སོ་བསམ་བློ་དང་དགོངས་བརྒྱབ་ནས་ཡང་འགྲིག་གི་རེད། ཡང་ཅོ་ནི་དཀོན་མཆོག་སོང་ལ་བཅིངས་འགྲོལ་བྱས་ནས་དཀོན་མཆོག་སོང་གི་ཡེ་ཏན་དྲན་བཞིན་པའི་སྒོ་ནས་དཀོན་མཆོག་སོང་ལ་དད་པ་དགོ་ནས་ཡང་འགྲིག་གི་རེད། ཡང་ནི་འཁོར་བ་ལ་ངེས་པ་འབྱུང་ཡི་འཁོར་བ་ལ་སྤྱན་བརྟག་ནས་ཐར་པ་དེ་འདྲ་ནུས་ཡི་ཐར་པ་དེ་འདྲ་ནུས་པའི་བློ་བསྐོང་ནས་ཡང་འགྲིག་གི་རེད། བ་ན་སྣེ་གཅིག་ཆེན་པོ་བྱང་ཆུབ་སེམས་དང་གངས་ཅན་སོ་སོ་གི་དན་རྟགས་ཡོད་ནི་གི་ཅིག་ཕྱིས་ནི་ཤེས་པའི་གི་བསླབ་བྱ་ནི་ཅིག་སེམས་དེའི་གི་བསླབ་བྱ་གི་ཐང་ལམ་མང་པོ་ཅིག་ཕྱོགས་མང་པོ་བཞི་པོ་ཅིག་ཡོད་རེད་དེ་གི་སོ་སོ་གི་འཇལ་ཚད་དཔག་ཚད་གི་ཐོག་ནས་སོ་སོ་ག་རེར་གི་དགོངས་ཐུག་གི་ནི་དེ་གི་ཐོག་ལ་བ་དང་དག་ནི་ཤུགས་བརྒྱབ་ནི་ཨ་ནི་གསང་གནས་སོ་སོ་ཤེས་ག་ལ་ག་དེ་ལ་ཡ་བསམ་གཏང་ཐུབ་པ་ཡིན་ན་དངོས་གནས་གི་ཐོག་ནི་ཕན་ག་ཡོད་ལ་ཡོད་གི་ང་ཚོ་ཕན་ཐོག་ཡོང་གི་རེད་བསམ་དྲན་གི་ཡོད་རེད། དེ་མིན། ང་ཚོ་སྐྱིད་ཤེས་ཁ་ལག་ཁ་ལ་ཡ། སང་ལོ་མང་པོ་ཞི་བ་གྱི་ཁུག་ཡོད་རོ། དཔེར་ན་སྐྱིད་ད་ཤི་རན་རེད་སི་ཏི་གང་ལ་སོ་སོ་གི་རྗོད་བྱ་ལ། ལྷག་འགྲོ་གི་ཡོད་རེད་པུ་གུ་པུ་ཕྲུག་ལྷག་འགྲོ་གི་ཡོད་རེད། ཐོ་དགོ་ས་ལྷག་འགྲོ་གི་རེད་སྟང་ལྟ་བ་ལྷག་འགྲོ་གི་ཡོད་རེད་ད་དེ་ཚོ་ལ་ཆ་པའི་ཆ་པ་མང་པོ་ཅིག་སྐྱེ་གི་ཡོད་རེད་དེ་ཚོ་ནི་མི་དགེ་བ་རོ། དེ་ག་ནང་ཞིག་སྒྲ་མང་པོ་ཅིག་ལ་ཡ་ཁོ་ལེང་ལོ་ཡ་ལྷག་འདོད་དེ་གང་ལ་སྒྲ་ལ་སྡང་བའི་སྡང་བ་ཤུགས་ཆེན་པོ་ཅིག་སྐྱེ་གི་ཡོད་རེད་དེ་ཡང་སྐྱིད་ང་ཚོ་དེ་རོ། ག་རེ་ས། ནི་སྐྱིད། མི་དགེ་བ་ཆགས་འདུག་གི་རོ། ད་ནང་ཞིག་ཡང་ང་ཚོ་གྱིས་ད་གོང་འདས་པའི་ཚེ་ལ་ངས་ཕྱིའི་མཇལ་ཐུབ་མ་སོང་ད་ང་ཅིང་ཞི་འགྲན་ནས་མྱོང་བ་ནི་འགྲོ་ཀུར་སངས་ནས་འཇིགས་ཤིང་སྐྲག་ནས་འཇིགས་སྐྲག་ཤུགས་ཆེན་པོ་ཞེ་བོ་ཅིག་བྱས་འདེབས་པ་ཡིན་ན་ནི་དེ་ཡང་ཅི་དགའི་དགའ་བ་དང་ཅི་གང་ཅིག་མ་རོག་ཨ་ད་དེ་འགྲིག་ཡིན་སོང་ཙང་དེ་ཚོ་བློས་ཐང་ཆད་ཕ་དགའ་ཡ་ལ་ཡ་ད་ལྟ་ནས་ང་ཚོ་བསམ་བློ་བཏང་ནས་སེང་གེའུའི་ཕྱོགས་ལ་ཡ་གང་ཐུག་ཐུག་གིས་སོ་སོ་གི་བསམ་བློ་བཏང་ནས་སེང་ལ་རྒྱང་ལྟ་སྤྲད་ཐུབ་པ་ཡིན་ན་ནི་ཤེས་ག་ལ་ག་དེ་གིས་བསམ་བློ་བཏང་ཐུབ་པ་ཡིན་ན་ཏན་ཏན་ནི་དགེ་མཚན་ཆེན་པོ་ཡོད་རེད་བསམ་དྲན་གི་ཡོད་རེད། འོ་ད་དེ་ནི་སོ་སོའི་ཤེས་ངེས་ངོ་ནས་བཟང་ན་དང་ཡ་དེ་གལ་ཆེན་པོ་རེད་ལ། ལྷག་པར་དུ། དེ་ཡ་ཡིན་དེ་ངའི་ཚུགས་ཀྱི། ནི་གཅིག་གལ་ཆེན་པོ་བཞི་པོ་གཅིག་ག་རེ་རེད་སོང་བ་འདི་གང་ལ། ནི་ང་རང་ཚུགས་ཀྱི་ཕ་མ་འདྲ་གཅིག་མེད་པ་ཆགས་འདྲ་པ་ཡིན་ན། སོ་སོ་གི་ཕ་འདྲ་གཅིག། ཤི་འགྲོ་བྱེད་དགོས་ཡོད་ན། ནི་ཡ་ཡིན་གི་ཕ་གལ་གྱི་བཟའ་ཟླ་ཡིན་ནི་རེད། སྤུ་གུ་སྤུ་གྲུ་ཡིན་ནི་རེད་གནས་གནས་འཛིན་ཡིན་ནི་རེད་ཁོ་ཁྲེལ་ལི་ཡག་ངོམ་པའི་གཏམ་དཔེ་བྱེད་ཡ། ཅིའི་ཕྱིར་འགྲོ་མ་བཞག་ང་ཚོ་གང་ག་བཞག་མ་བཞག་རོ་སེ་ཡ་འདྲི་ཅི། ཅིའི་ང་ཚོ་ཅིའི་ཧྲིལ་བོ་ཅིག་ངོམ་པའི་གཏམ་དཔེ་བྱེད་ཡ་བྱེད་འོར་བ་དེ་འོག་ལ་ངོ་ལྕགས་རྒྱག་ཡ་དང་སྐེམ་པས་རྒྱག་ཡ་དང་དེ་འོག་ལ་ཧྲིལ་བོ་ཅིག་ཚིག་ཐང་དེ་གི་ཧྲིལ་བོ་ཅིག་བྱེད་བསྡད་བྱུང་རོ་དེ་འདྲ་རྩ་བ་ནས་བྱེད་རྒྱུ་ཡོད་མ་རེད་དེ་འདྲ་བྱས་པ་ཡིན་ན་ཤེས་ངེས་དེ་ལ་གནོད་གི་རེད་མ་གཏོགས་རྩ་བ་ནས་ཕན་གི་མ་རེད་གང་ཡིན་ཟེར་ན་ཁོ་ཕ་གའི་ཤེས་ཁག་བླ་ཁ་ལ་ཡ། ཁོ་རང་ཁོང་རང་ཞོགས་གཅིག་ནས་འཇིགས་སྐྲག་དང་ཞོགས་གཅིག་ནས་དངངས་སྐྲག་དང་ཞོགས་གཅིག་ནས་ད་ངོ་ནས་སྤུ་གུ་སྤུ་ཕྲུག་དང་གནས་ནས་ཟས་ག་འགའ་ལྷག་སོང་བསམ་པའི་སང་ལ་ཡོད་པའི་སྐབས་ལ་ད་ཁྱོད་ཚོ་གིས་དེ་ནས་དེ་འོག་ལ་ངོ་དགའ་འདྲ་མ་འདྲ་ག་འགའ་ཡས་བྱས་ནས་ཁོ་སེམས་ག་འགའ་ཡས་དཀྲུགས་ནས་ནི་ཁོ་ཕྱི་ནས་ཀྱི་ཕྱི་ལ་སང་ལ་བཏང་ཐུག་ངེས་ཀྱིན་ཡང་སང་ལ་བཏང་མི་ཐུག་ངེས་བཟོ་བྱ་དགོས་རེད་ཁོ་ཤེས་གི་དེ་ཚེ་སླེ་འོ་ནི་ང་ཚོ་ངོ་དགའ་ཐང་དགའ་ཚེ་རྗེས་ནས་ཕན་ཐོག་ཡོག་མ་རེད་ཁོ་འགྲོ་བྱ་གི་རོ་བ་ཁོ་སུ་གང་དགའ་ཐུག་གི་མ་རེད་བ། གལ་སྲིད་ང་ཚོ་ངོ་དེ་གི་ཀྱི་དགའ་ཐུག་ཡ་འདྲ་ཀྱིན་ན་ནི་མི་མང་པོ་ཀྱི་ཚེ་རོ་བ་ལོ་དེ་སྟེང་ནས་ངོ་འབེ་ལྟ་བའི་རྗེས་ནས་ཆོ་རེད་ཁོ་ཁྲི་ལ་ངོ་ནི་ཕྱི་གང་ཀྱི་ཕན་ཐོག་གི་མ་རེད་དེ་ཡིན་སོང་ཙང་ཤི་ཁ་ལ་ཁ་ལ་ཡ། ཀྱི། ལྷག་པར་དུ་ང་ཚོ་ཕ་མ་འདྲ་གཅིག་ཡིན་ན་སོ་སོ་ཕ་མ་བཀའ་དྲིན་ཆེན་པོ་ཡིན་པ་ཧ་གོ་ན་ཕ་མ་གྲོང་ཁ་ལ་ཁ་ལ་ཏི་ཁྲི་ལ་སྐད་ཆ་འདྲ་མ་འདྲ་བཤད་ཀྱི་ཡོད་མ་རེད། ཅི། དེ་ག་ནང་བཞིན་གྱི་ངོ། ངོ། ཆ་རྒྱོ་ཡ་དང། འོ་དེ་འདྲ་རྩ་བ་ནས་བྱེད་ཀྱི་ཡོད་མ་རེད་ཁོ་ཨ་འཇོག་རྣམས་ལ་གང་ཐུག་ཐུག་གི་ཕྱིས་ཀྱི། ཅི། སྒྲ་ཐིག་ཐུག་ཡ་དེ་གལ་ཆེན་པོ་རེད་དེ་གི་ཐོག་ལ་བ་བསམ་བློ་བཏང་ཡ་དེ། ཅི། བྱུང་ན་བླ་མ་དེ་འདྲ་གི་གདན་འདྲེན་ཤོག་བླ་མ་དེ་འདྲའི་འགོ་ཁྲིད་ལ་མ་ནས་འདེམས་པ་དེ་ཚོ་འདེམས། དེ་མ་བྱུང་ན་ཡང་བླ་མ་ཚོ་གི་བཀའ་སློབ་དེ་ཚོ་ཨ་འཇོག་གི་མ་གཏོང། དེ་མ་བྱུང་ན་ཡང་ཁོ་རང་རྩ་ཡི་བླ་མ་ག་རེ་རེད་ཅིག་བསྟེན་དགོས་ཡོད་ན་ནང་བྱན་ཧ་གོ་གོ་རོགས། རྩ་ཡི་བླ་མ་དེ་ལ་ཆོས་ར་གསོལ་བ་མ་ལང་ཡག་པོ་བཏོད་ད་ཆོས་འཇིགས་སྐྲག་བྱེད་དགོས་མ་ར་སྔགས་སྐྲག་བྱེད་དགོས་མ་ར་ཁྱོད་རང་རྩ་ཡི་བླ་མ་ལ་གསོལ་བ་མ་ལང་ཡག་པོ་བཏོད་དེ་ཁྱོད་རང་སྣང་དག་ཡོད་མ་རེད་ཚོད་ཁོ་ལ་ཆིག་གི་དྲན་སྐུལ་བྱེད་དགོས་རེད་མ་གཏོགས། གཅིག་གིས་བསམ་པ་བཟང་པོ་བཅས་ལ་དྲན་སྐུལ་བྱེད་དགོས་རེད་མ་རོགས་པ་བྱེད་དགོས་རེད་མ་གཏོགས་དེ་ལས་ལོགས་སུ། གཅིག་སོ་སོ་གི་ཆགས་སྡང་རྨོངས་གསུམ་བཅས་ལ་དྲན་སྐུལ་བྱས་ནས། ནི། གཅིག་རྡོ་རིང་ངའི་ཚེ་དེ་ཡལ་ལབ་བ་ནས་ནི། གཅིག་འོ་དེ་འདིར་གི་ཤི་ཁ་ལ་ཁ་ལ་གཅིག་དེ་འདྲས་ལབ་བྱས་པ་ཡིན་ན་ཤི་ངེས་དེ་ལ་ཕན་གི་མ་རེད་གནོད་གི་རེད་ང་རང་ཚོ་ཕ་ཡུལ་ལ་ཡལ་དེ་དག་སོ་ཆེན་པོ་བྱེད་འོས་རུང་བ། དེ་ཡང་རྣམ་པ་ཚོ་གི་གེགས་ཆེན་པོ་རེད་བསམ་བློ་གཏང་དགོས་ཡོད་དེ་ང་ཚོ་དཔེར་ན་ཕ་མ་འདྲ་གཅིག། གཅིག་ཕ་མ་འདྲ་གཅིག་མིའི་རེ་ཁ་ལ་ཁ་ལ་སྤུག་གི་ང་དེ་ནས་ངོམ་པའི་རྗེས་ནི། པའི་བྱིས་པ་ལ་འབྲོང་མ་འབྲི་རུ་པ་ལ་འགྲོ་ཤེས་ན་ང་ཚོ་ག་རེ་བྱེད་དགོས་རེད་ཟེར་ན་ངོ་མི་གཏམ་པའི་ཞེ་བོ་ཅིག་བྱས་ཡོད་དེ་བྱས་ནས་ཁྱི་གང་གྱིས་འདེད་ངན་ལ་ཕན་གི་མ་རེད་ཤི་ངན་ལ་ཕན་གི་མ་རེད་ཕན་གི་མ་རེད་མ་ཕན་གཙང་འཚལ་མ་རེད་ད་ཤི་ངན་དེ་ལ་ཞེ་བོ་ཅིག་གནས་གི་རེད་དེ་འདྲ་བྱས་པ་ཡིན་ན་ཁོ་ཤི་ཁ་ལག་ཁ་ལ་སོ་སོ་སྤུ་གུ་ལ་སེན་ཆགས་འདི་ཡ་གནས་ནན་ཙན་ལ་སེན་ཆགས་འདི་ཡ་བཟའ་བཟའ་ཚང་ལ་སེན་ཆགས་འདི་ཡ་ལྕགས་ལ་ལ་སེན་ཆགས་འདི་ཡ་འོ་ད་དེ་འདྲ་གི་བྱིས་ཆ་བ་ཤུགས་ཆེན་པོ་མངོན་དུ་བརྗོད་འདོད་པ་ཡིན་ན་ནི་འདོད་ཆགས་ཁོང་ཁྲོ་ང་རྒྱལ་ག་འདྲ་ཅིག་མངོན་དུ་བརྗོད་པ་ཡིན་ནི་དེ་ཆ་ཚང་མི་དགེ་བ་རྐྱང་རྐྱང་རུང་བ་དག་ཁོས་ཤེས་ག་ལ་ག་ལ་ང་ཚོ་དགེ་བ་ཅིག་མངོན་དུ་བརྗོད་མ་བཅུ་བ་ཅིག་མི་དགེ་བ་ཅིག་མངོན་དུ་བརྗོད་བཅུ་ནི་ཡང་ནི་བཤད་བཅུ་རུང་བ་དེ་ཡིན་སོང་ལ་རྣམ་པ་ཚོ་སེང་ལ་ཕར་བཞག་ནས་སོ་སོ་གི། ཅིག་གནས་གནས་མཚན་ག་འདྲ་ཅིག་ཕ་མ་པན་ཆེན་ག་འདྲ་ཅིག་ཤེས་ག་ལ་ག་ལ་ག་འདི་ཡིན་ན། འོ་ད་ང་སུ་འདི་ནི་མ་དེ་འདི་ཅིག་ལགས་གསུངས་སོང་རྣམ་པ་ཚོ་གི་སེམས་ནི་དྲན་ནས་ཤེལ་ཁ་ལ་ཁ་ཁོ་ཁྲིད་ལ་སྐད་ཆ་འདྲ་མ་འདྲ་མ་བཤད་ད་ཁྱོད་རང་ཡིག་གྲགས་བྱེད་དགོས་མ་རེད་ཟེར་ནས་ཁོ་ལ་སེམས་དགེ་བ་ལ་ཡ་ཡལ་འགྲོ་ཡག་གི་སེམས་ཕྱི་ལ་ཡལ་འགྲོ་ཡག་གི་ཁྱོད་རང་ཚོ་གི་སྐུལ་སྡུང་ག་རེ་བྱེད་ཡ་ཡིན་ནི་བྱེད་དགོས་རེད་མ་གཏོགས། དེ་ལས་ལོགས་སུ་ང་ཚོ་འཇིག་རྟེན་བྱ་བ་ལ་བྱ་ཡག་གི་སྐད་ཆ་རྩ་བ་ནས་བཤད་ཀྱི་ཡོད་མ་རེད་ལྷག་པར་དུ་དེ་ག་ལ་ངོ་ཞེས་པ་ཅིག་དེ་འདྲ་རྩ་བ་ནས་བྱེད་ཀྱི་ཡོད་མ་རེད་ཁྱོད་ཚོ་བ་སེམས་ནས་བཞག་དགོས་རེད། ད་བཤད་ཁ་ལ་ཁ་དེ་ག་འདྲ་ཟེ་ཤེས་གི་ཡོད་རེད་ག་འདྲ་ཟེ་ཧ་གོ་གི་ཡོད་རེད་ཟེར་ན་ཤེས་ཡ་དེ་ལ་ང་ཚོ་འབྱུང་བ་ཞིག་གི་རིན་གྱིས་འདོད་གི་ཡོད་རེད་བ། ནི་ང་ཚོ་གཟུགས་པོ་ནང་ལོགས་ལ། ནི་ལུས་ཀྱི་ཕུང་པོ་ནང་ལོགས་ལ། ས། ཆུ། མེ། རླུང། ཟེར་མ། ཡོད་རེད་བ་ས་ཆུ་མེ་རླུང་བཞི་རིན་གྱིས་ནི་འཐིང་གི་ཡོད་རེད། ནི་གྱིས་དང་པོ་ས་ཡི་ཁང་འཐིང་དགོས་རེད་ས་ཡི་ཁང་འཐིང་བ་འདི་གང་ལ་གཟུགས་པོ་གང་ག་ཕ། ཤེལ་ཁ་ལ་ཁ་ལ་ས་ཡི་ཁང་ཐིའོ་འདི་ག་ར་ཧ་གོར་ཟེར་ན་གཟུགས་པོ་ཀ་ང་མེད་ཀྱི་མདོག་ཕར་ཤེས་ནས་མདོག་མེད་པ་འདྲ་བོ་གྱིས་གཟུགས་པོ་ཀ་ང་ཕར་ལྷོད་ལྷོད་ཆགས་འགྲོ་གོ་རེད་དེ་དེའི་རྟགས་མཚན་འདི་ག་ར་རེད་ཟེར་ན་ཁོ་ས་ཡི་ཁང་ཐིའོ་ཚ་རེད་ས་ཡི་ཁང་ནས་བསྡུས་འོང་ཚ་རེད་འབྱུང་བ་ས་ཡི་ཁང་བསྡུས་འོང་རེད་དེ་ནི་དེ་ཡོད་ལ། ཆུ་ཡི་ཁང་བསྡུས་འོང་འདི་གང་ལ་ད་ཁ་བསྐང་འདི་ཁ་རྣ་ལ་ཡ་ཁ་བསྐང་པོ་ཆགས་འདི་ཁ་རྣ་ལ་ཆུ་ཞི་འདྲ་ཆུ་མང་མེད་པ་འོ་ད་དེ་འདྲའི་གི་ཐོག་ནས་ལུས་ལ་ཡ་དངོས་ཆུ་མེད་པ་དེ་འདྲའི་གི་ཐོག་ནས་རྟགས་མཚན་མང་པོ་གྱིས་སླེབས་འོང་འདི་གང་ལ་གཟུགས་པོ་དེ་ཚོ་སྐྱ་པེ་པེ་རྐང་སིལ་སིལ་རེད་ཅེས་ཆགས་འགྲོ་གི་རེད་དེ་དུས་ཆུ་ཡི་ཁང་མཐིང་ཚར་རེད། དེ་ནས་ལྟེ་འོག་ལ་མེ་ཡི་ཁང་མཐིང་འགྲོ་གི་རེད་མེ་ཡི་ཁང་མཐིང་པའི་སྐོར་ལ་ཨ་ནེ་ཀྱིས་དྲེའི་རྡོ་ངོ་གི་རེད་དྲེའི་རྡོ་སྟོང་དེ་ལ་སྙིང་ཡོད་རེད་དྲེས་རྐང་པ་འོག་ལས་ནས་ཀྱིས་དྲང་མོ་ཆགས་ནས་དྲེའི་རྡོ་ངོས་ཀྱི་དང་མགོ་སྟེང་མ་དྲེའི་རྡོ་ངོས་ཀྱི་སྙིང་ཡོད་རེད་དེ་ལ་རིམ་པ་མི་འདྲ་བ་གཉིས་ཡང་དེ་ལ་འགྲེལ་བཤད་སོ་སོ་ཡོད་རེད་ད་དེབ་ད་རེས་མ་གོ་བ་བཅས་དྲེའི་རྡོ་ངོ་རེད་དེ་དུས་སྐར་ལ་མེ་ཡི་ཁང་མཐིང་འགྲོ་གི་རེད།

འགག་འགྲོ་དགོས་རེད་ཆུ་བོ་འདི་ཆད་འགྲོ་དགོས་རེད་ད་ནངས་བོ་བྱས་ལྷག་ཡོད་རེད་དེ་ཡིན་དེ་གང་ལ་ང་ཚོ་འབྱུང་བ་ས་ཕྱོགས་མེ་རླུང་དེ་འདྲ་གི་ནི་ཆུ་བོ་དེ་ནི་ནངས་བོ་དེ་ནི་དེ་ནི་བང་རིམ་མང་པོ་ཅིག་ཡོད་རེད་དེ་འདྲའི་བང་རིམ་བསྒྲུབ་པའི་སྐབས་ལ་ད་ཁོས་ཆེ་སེང་རག་པ་སྔོན་དུ་འཇོག་འགྲོ་དགོས་རེད་ཆེ་ཡག་གི་དེ་སྲིད་སླེ་འདི་དགོས་ཡོད་རེད་དེ་དེའི་གཡག་ཡན་ལ་ཟིང་མང་པོ་རྒྱག་རྒྱུ་ཡོད་མ་རེད་དེའི་གཡག་ཡན་ལ་ཡང་ངོམ་པའི་གཏམ་པའི་བྱེད་རྒྱུ་ཡོད་མ་རེད་དེ་དེ་འདྲའི་སྐབས་ལ་ཨ་ནེ་བླ་མ་གི་བཀའ་སློབ། ཨ་ནེ་ཅི། བྱུང་བ་ན་ཅི། བླ་མ་དེ་འདྲ་གདན་འདྲེན་ཤོག། སོ་སོ་དགོན་པ་ན་བླ་མ་དེ་འདྲ་གདན་འདྲེན་ཤོག་དེ་ཁ་ཐུབ་པ་འདེམས་པ་འདེམས། ཨ་ནེ་ནང་ཆེན་ཁོ་རང་བླ་མ་སུ་ལ་དད་པ་བྱེད་དགོས་ན་བླ་མ་དེ་གི་མིང་དེ་ཚོ་འབེབས་ཁྱེད་རང་བླ་མ་དེ་ལ་དད་པ་བྱེད་དགོས་རེད་ཁྱེད་རང་བླ་མ་དེ་ལ་ཅི་ཟེར་བྱེད་ཁྱེད་རང་དེ་སེམས་ལ་དད་པ་ཡག་པོ་དགོངས་ཁྱེད་རང་སྣང་དག་ཡོད་མ་རེད་ཟེར་དེ་འདྲ་གི་བར་འདྲི་བཤད་རྒྱབ། ད་དེ་མ་བྱུང་ནས་ད་ང་ཚོ་ཅིག་དགོན་པ་གི་འདེམས་པ་འདེམས་ནས་ངའི་སྦྲ་འཛིན་ཁོ་ལོ་དེ་འདྲ་ཡོད་ན་དེ་འདྲ་གི་ཨ་འཇོ་ཁོ་མ་གཏོང། བླ་མ་དེ་ནི་མ་རག་ན། ནི་ཅི། དེ་འདྲ་གི། འདས་མ་འདས་ནི་ངས་སོ་ཨ་མཆོག་མི་གཏོང་བ་དེ་གོ་རང་ཁ་སེང་ན་ཨ་མཆོག་ནི་ག་རེ་གོ། འདས་མ་འདས་ནི་ངས་གོང་བ་དེ་གང་ལ་སེང་རྣམས་ལ་དད་པ་བྱེད་ཀི་རོ། འོ་ད་དེ་འདྲ་གི་ཐོག་ལ་དད་མདོག་བདུད་དོ་ཞིག་མ་ཤོད་པ་ཡིན་ན། ཤེས་ཁ་ལ་ཁ་ལ་གོ་རང་གི་སེང་དེ་དགེ་བ་ལ་ཕར་འགྲོ་ཡ་གི་ཆ་ཆེན་ག་འདྲ་ཅིག་སྤྲད་ཡ་ནི་ཕར་སྤྲད་དགོས་ར་དེ་རེད། འོ་ད་འབྱུང་བ་ཞིག་རིན་གྱི་བདུད་འདི་པའི་སྐབས་སོ། དེ་ནི། འབྱུང་བ། ཞེས་རིན་གྱིས་བསྡུ་ནས་ཐ་མར་རླུང་དེ་བསྡུ་འགྲོ་སྟེ་ཕྱི་འོག་དེ་ཕྱེས་ནས་ནང་འོག་ལྷག་ནས་དགོད་རོགས་ད་ནང་འོག་དེ་ད་མ་ཐག་ཕྱེ་ངེས་ཅིག་དང་ཡང་ནང་འོག་དེ་གཅིག། ལྷག་ནས་ནི་མ་གཅིག་གཉིས་དེ་རེ་ལྷག་པ་དེ་རེ་ཡོང་དགོས་རོགས་སྐབས་བདེ་སྡིག་ལ་ཡ། ཕུང་པོ་ཁྲི་ལ་ཡ་ཟིང་རྒྱ་ཡ་དང་ངོམ་པའི་གཏམ་པའི་རྗེས་ཡ་དང་དེ་རྩ་བ་ནས་བྱེད་རྗེས་ཡོག་མ་རེད། འོ་ད་དེ་དུས་རྣམ་པ་ཚུགས་ཀྱི་ཡང་ཤེས་སྟངས་ཀྱི་རིམ་པ་དེ་ངེས་པ་དང་མཛའ་ཚིག་གུ་རུ་ཡ་ཡན་དེ་ངས་ཚུགས་ཀྱི། འོ་ད་དེ་ཡིན་དུས་གང་ལ། ནི་ང་རང་ཚོ་གི་སྨན་ཁང་ནང་ལོགས་ལ་གྱི་ལོ་ཆེན་པོ། ལོ་རྒན་གོ་རེའི་ཚ་འགྱུར། ལོ་གི་ནག་ཚད་ཀྱི་ཐོག་ནས་ཡ་ཞིག་པོ་ཤུགས་ཆེན་པོ་སླེ་ཚ་འགྱུར་དེ་ཚོ་ནི་སྨན་ཁང་ནང་ལ་ཁྲིད་པའི་སྐབས་ལ་སྨན་ཁང་གི་དག་སྨན་གྱི་རྗེས་ཀྱི་གོ་སྐབས་ཤིག་འདྲ་མི་འདུག་ཟེར་བ་འདི་གང་ལ་ད་ཁྱི་ཡི་རྣ་བ་ལ་བལྟས་ཏེ་ང་ཚོ་འབྱུང་བ་རེ་རིང་པའི་རྣ་བ་ལ་བལྟ་ཡ་ཡོད་རུང་བ་ད་ནི་ད་ཞིག་འདྲ་ཕན་ཐོག་ས་མ་རེད་ས་སང་ཡིན་ན་ཨུ་ཟུ་རྒྱོ་ཡ་ཡོད་མ་རེད་སྨན་ཁང་ནང་ད་ལྟ་ཅིག་ག་རེ་ཕན་ཐོག་ནི་མ་ཐོག་ནི་ཅིག་བྱེད་རོགས་ཟེར་ནས་ཨུ་ཟུ་རྒྱོ་འདི་པ་ཡིན་ན་ཨ་ཁོ་ཚོ་གི་ཕན་ཐོག་ས་མ་རེད་ཟེར་ན་ལ་ད་ད་ཨུ་ཟུ་རྒྱོ་འདི་པ་ཡིན་ན་ཨ་ནི་ཁོ་ཚོ་གི་ཁོའོ་འདྲ་བའི་རྒྱའོ་ཨ་ནི་གྱི་སྨན་འདྲ་བའི་སྐྲའི་འདྲ་མ་འདྲ་བྱེད་འོང་རེད་དེ་བྱེད་འོང་དེ་གང་ལ་ཨ་ནི་སང་ལ་དུས་སུ་བཏང་ཡས་ནས་དེ་གང་ང་ཀྲུག་བྱེད་དགོས་རེད་ད་ང་ཚོ་སྐྱེ་བོ་དང་པ་འདྲ་བ་གྱི་དང་གྱི། གང་ཟག་ཁྱད་པ་ཅན་དེ་འདྲ་གྱི་ཡིན་ན་ནས་ཁོ་ཀྲུག་གི་མ་རེད་བ་ཡིན་ནས་ང་རང་ཚོ་དེ་འདྲ་མ་རེད་བ་དཔེ་དེ་ཐ་མས་པ་རེད་བ་སང་ལ་བཏང་མ་ཐུག་ངེས་རེད་བ་དེ་ཡིན་དུས་དེ་ཡ་ཡིན་དེ་ལ་ཟིན་མང་པོ་རྒྱའོ་བྱེད་པ་ཡིན་ན་ཨ་ནི་གྱི། དགེ་བ་ལ་སྲང་ལ་བཏང་མ་ཐུབ་པ་ཅི། ཨ་ནི་ཅི། སྡུག་ས་ནས་ཤེས་པ་ཡིན་ན་མི་དགའ་བ་སའི་སྔོན་དུ་འཇོན་འདི་ཡག་དང། ཨ་ནི་ཅི། དེ་ལས་ཏིས་ཏྲ་ཤེས་ན་དགེ་བ་དང་མི་དགའ་བ་གང་ཡང་མ་ཡིན་པས་དྲན་ཅིང་སངས་རྒྱས་མེད་པའི་ལོང་མ་བསྟན་དེ་དེ་ཡང་དེ་འདྲ་ཡོང་དགོས་རུ་བ་དེ་ཡིན་སོང་ཙང། ང་རང་ཚོ་ཤེས་ཁ་ལག་ཁ་གི་རྣ་བ་དེ་ཚོ་འབྱུང་བ་བཞིན་ཐེངས་རིང་དེ་ཚོ་ངེས་པ་དང་འཛག་ཕྱིས་ནི་དེ་ཁ་ཏུའུ། ཨ་ནི་ཕྱིས་ཀྱི་ཐོག་ལ། ཕྱིས་དྲ་སྣ་ཡི་མཐུས་ནི་ཁོ་རང་གི་ཐོག་ལ་ནང་བྱན་གྱི་ཐོག་ཁོ་རང་གི་ག་འདྲི་ཅིག་ལ་དད་པ་བྱེད་དགོས་ག་འདྲི་ཅིག་ལ་ཕྱི་ཕྱོགས་སྲང་ལ་བཏང་དགོས་ཡོད་མེད་དེ་ནི་ཧ་གོ་རུ་བ་དེ་གི་ཐོག་ལ་ཕར། དྲན་སྐུལ་གང་ཐུབ་ཐུབ་བྱེད་དགོས་པ་མ་གཏོགས་དེ་ལས་ལྡོག་སྟེ་ང་ཚོ། འཇིག་རྟེན་གྱི་བྱ་བ་དེ་ཚོ་མང་པོ་ཅིག་ཁོ་ཕྲན་ལ་སྐད་ཆ་མང་པོ་བཤད་འདོད་པ་ཡིན་ན། ཕན་ཡ་ཆེ་གང་ཡོད་མ་རེད་གནོད་ཡ་ཅིག་མ་རེད་ཕན་ཡ་ཡོད་མ་རེད་དེ་ཡང་ང་ཚོ་གང་ག་གི་མཆན་བཀོད་ཀྱི་གནས་སྟངས་ཅིག་རེད་སང་གནད་འགག་ཅིག་རེད་བཞག་སང་དྲན་སོང་འོ་དེ་ཅིག་ཤོད་ཀྱི་ཡོད། ད་དེ་མ་ཤེས་ནས་ཤི་འགྲོ་གི་ཡོད་རེད་ཤི་འགྲོ་དེ་གང་ལ་བར་དོ་ནི་འཆང་འགྲོ་གི་ཡོད་རེད་བར་དོ་ནི་འདས་གི་ཡོད་རེད་བར་དོ་ནང་ལོགས་ལ། བར་དོ་གི་ཚད་དེ་ག་ཟི་རེད་ཟེར་ན་ཞྭ་ཕོ་གདན་རེད་ཞྭ་ཕོ་གདན་ནང་ལོགས་ལ་བར་དོ་རེ་རེ་མ་བཤད་འགྲིག་གི་ཡོད་རེད་ཚེ་ཚེ་ཞྭ་ཕོ་གདན་རེད། ཞྭ་ཕོ་གདན་རེ་ལ་རེ་རེ་བཤད་གི་ཡོད་དེ་ང་ཚོ་ཞྭ་ཕོ་གདན་གདན་ལ་ང་ཚོ་གདན་ཚད་སོང་ཟེར་ནས་ཨ་ནི་མ་ནི་གདན་ཨ་ནི་འདྲེ་མ་གདན་ཨ་ནི་མི་ལང་གདན་ཨ་ནི་སྤྱིའི་ཕྱི་མོ་པར་འདི་འདྲ་བྱེད་གི་འདུག་ཨ་འོ་དེ་ག་རེ་བྱེད་དགོས་རེད་ཟེར་ན་ཁོ་རང་བར་དོ་ནང་དེ་འཁོད་པའི་སྐོར་ལ་བར་དོ་ནང་ལོགས་ལ་ཞྭ་ཕོ་གདན་རེ་གདན་རེ་ལ་ཡང་ཁོ་རེ་རེ་ཤེས་འདྲི་དགོས་ན་ང་ཚོ་སྤྱིའི་ལོ་གདན་ཅོག་ཙེ་ལ་ཤེས་འདྲི་དགོས་རུང་བ་མ་ཡི་ཚེ་ཚད་དེ་འོ་དེ་ནང་བཞིན་བར་དོ་གི་ཚེ་ཚད་དེ་ཞྭ་ཕོ་གདན་རེ། ཞྭ་ཕོ་གདན་དང་བར་དོ་ལ་མ་ཞེས་ཡང་བར་དོ་ལ་ཡའི་བཅའ་བ་ལེན་ཡང་བར་དོ་ལ་མ་ཞེས་ཡའི་བཅའ་བ་ལེན་ནི། ཞྭ་ཕོ་གདན་གདན་བཞུ་བཅུ་ཞེ་དགུ་བར་དོ་ཁོ་བར་དོ་འདེད་དགོས་རེད་ག་ཟི་རིང་པོ་ཡིན་ན་རེད་ད། ངེས་པར་དུ་ཞྭ་ཕོ་གདན་གདན་བཞུ་བཅུ་ཞེ་དགུ་འདེད་དགོས་མ་རེད་ཁ་ཤིས་ད་རེས་མ་ཤེས་ན་སང་ནས་བཅའ་བ་ལེན་དྲི་ངས་དེ་འདྲི་ཡོད་རེད། ད་ག་སེ་མོ་ག་ག་སེ་བ་འདས་པ་ཡིན་ན་ག་སེ་འདས་ག་རེ་ཟེར་ན་ཞག་པོ་བདེ་ནས་བཞུ་རྒྱུ་ཞེ་དགུ་པ་དང་འདས་དགོས་རེད་དེ་ཡིན་སོང་ཙང་ང་ཚོ་བདེན་ཚེ་བདེན་ཚེ་ནང་ལོག་ལ་ནི་སོ་སོ་གི་ཕྱི་ཡག་པོ་འགྲུ་ཐུབ་པ་ཡིན་ན་ང་ཚོ་ཀྱི་དེ་བཞུ་ལ་འདི་ངེས་གི་སོ་སོ་ཕ་མ་འདྲེ་མེད་པ་རེད་འདི་ན་སྤུ་གུ་སྤུ་ཕྲུག་དེ་ཚོ་གི་ཕྱི་ཡག་པོ་འགྲུ་དཀའ་ཆུང་བྱེད་དཀའ་གཟི་བྱེད། ཨ་ནི་འདྲེ་མ་འདྲེ་མ་ནི་འདྲེ་མ་ལང་འདྲེ་ཆེན་མོ་པ་ཆང་རོ་ཚ་ག་འདྲེ་གཅིག་བྱེད་ཐུབ་པ་ཡིན་ན་ཁོ་ད་ལྟ་བར་དོ་ནི་འདེད་འདོད་རེད་བར་དོ་ནི་འདེད་ནི་ངེས་ཏེ་ཡང་ཅོ་ཁོ་སྐྱེ་བ་གསར་པ་ཅིག་ལེན་དགོས་ཡོད་རེད་གནས་ཚོང་གསར་པ་ཅིག་གཡར་དགོས་ཡོད་རེད་སྐྱེ་བ་གསར་པ་ཅིག་ལེན་ཡ་ལ་ཡ། ལང་ན་ཟེན་ཡ་ལ་ཡ་ང་ཚོ་ཕན་ཐོགས་ཅིག་ཡོད་པ་གནས་སྟངས་ཅིག་ཆགས་བསྡད་རེད་དེ་ཡིན་སོང་ཙང་ང་རང་ཚོ་གས་ཞྭ་ཕོ་གདན་གདན་ལ་གདན་ཚད་རེ་རེ་སོང་ནས་ཞྭ་ཕོ་བཞུ་རྒྱུ་ཞེ་དགུ་པ་དུ་སོང་དགོས་དེ་ག་རེ་རེད་གསང་བ་འདི་གང་ལ་ཁོ་རང་བར་དོ་གས་ཚེ་ཚད་དེ་ཞྭ་ཕོ་གདན་ཡིན་པ་ཅིག་གནས་ཚད་དེ་ཞྭ་ཕོ་བཞུ་རྒྱུ་ཞེ་དགུ་ཡིན་འདི་གང་ལ་དེ་བར་དུ་ཁོ་བར་ད་ནི་འདས་ཡོད་པའི་རྣ་བ། ང་ཚོ་དེ་འདྲ་གི་འཆར་གཞི་བཀོད་ནས་དེ་གི་རྗེས་བཟུང་བྱས་ནས་ང་རང་ཚོ་ཕྱིར་འགྲོ་གི་ཡོད་རེད་བ། ད་དེ་གི་སྐོར་ལ་ང་ཚོ་སུས་བསགས་ཡ་དེ། ཨ་ནི་ཇི་མ་བྱས་བ་བྱེད་དགོས་རེད་སུས་ཡག་པོ་བསགས་དགོས་ཡ་དེ་གི་ཆེན་པོ་རེད་སུས་བསགས་ཟིན་ང་ཚོ་ཕར་བསགས་གི་རེད་བ། གང་ཡིན་ཟེར་ན་ཁོ་རང་བར་དོ་བ་དེ། བར་དོ་བ་དེ། ནི་ཅི། དྲི་ཟ་རེད། བ་བ་སེ་བ་བ་མ་ཟེར་ནི་དྲི་ཟ་ཟེར་དུ་ཅི་པ་རེད་དྲི་ཟ་ཟེར་ན་ཁོ། དྲི་མ་གི་ཐོག་ནས་ཁ་ལ་ཟ་འདས་ཅི་མ་གཏོགས་ཡོག་མ་རེད་ད་ང་ཚོ་སི་ཟ་བཞིན་དུ་སི་གི་དྲི་དེ་ཁོ་རང་ཟ་ཐུབ་གི་ཡོད་རོ། འོ་ད་དེ་ཟ་ཐུབ་གི་ཡོད་དེ་གང་ལ། ནི་ང་ཚོ་སི་དེ་དེ་ཐོག་དེ་ཐོག་ཏག་ཏག་ཡག་པོ་ཅིག་ཟ། ནི་དེ་ཞྭ་ཕོ་བཞུ་རྒྱུ་ཞེ་དགོས་མ་རེད་ཅིག་བར་དོ། ཁྱེད་རང་ཚོས་གི་ཕྱི་གང་ཐུག་ཐུག་འགྲུག་དེ་ཆུ་ལ་ཞུགས་ལ་མི་འདེང་ངེས་ཚོད་ཀི། ནི་ཅི། ལྷག་མ་པན་ཆེན་སུ་འབྲི་བྱེད་མེད་པ་ཆགས་འབྲི་བ་ཡིན་ནས་དེའི་གཞུག་ལ་འདེང་ངེས་ཀྱི་ཨ་ནེ་ནེ་ཛའི་སྤུ་གུ་སྤུ་གྲུ་སུ་ཡོད་པ་ཡིན་ནས་ལུང་པ་སུ་ཡོད་པ་ཡིན་ནས་སོ་སོ་གི་དེ་ལ་ཤ་ཞེན་ཡོད་ངེས་ཡིན་ནས་དེ་ཁ་ཐུག་གང་ཐུག་ཐུག་གི་སོ་སོ་གི་ནས་ཕྱིར་སྒྲུག་ཁུག་གི་ཆེད་དུ་ཕྱིར་སྒྲུག་ཨ་ནེ་བཀའ་སྐྱོང་བྱེད་ནང་ལ་གཉའ་ས་དགོས་ས་མེད་པ་བྱེད་འོ་དེ་འདྲ་བྱེད་དགོས་རེད་གང་ཡིན་ཟེར་ན་ཁོ་བག་རྡོ་ལ་འདེད་འདེད་ང་ཚོ་ཁོ་ཚོ་ང་ཚོ་གི་ཁོ་ཚོ་ཕ་མཐོང་གི་ཡོད་མ་རེད་ཁོ་བག་རྡོ་དེ་ང་ཚོ་གི་བག་རྡོ་ལུས་དེ་ང་ཚོ་གི་ཕ་མཐོང་ཐུག་གི་ཡོད་མ་རེད་ཁོ་རང་གིས་ང་ཚོ་ག་ང་ཚིག་མཐོང་གི་ཡོད་རེད། མཐོང་དགོས་ཡས་རེད་ཏིང་ཡས་དེ་ནི་ང་ཚོ་གི་བྱེད་སྟངས་ག་རེ་བྱེད་དགོས་འདུག་ག་རེ་ཡས་པ་ཆ་ཚང་ཁོ་རང་གི་མཐོང་དགོས་ཡས་རེད་ཏིང་ཡས་དེ་ང་ཚོ་ཤ་པོ་བཞུ་རྒྱུ་ཞེད་དགོས་གནང་ལོ་ལ་ཨ་ནི་ཅི། བཀྲ་མ་ཤིས་པ་དང་ཅི་སྐད་ཆ་བསྡུ་རུས་ངེས་ཚད་དང་ཨ་ནི་ཅི་འདྲ་མ་འདྲ་བྱེད་བསྡད་པ་ཡིན་ན་ཨ་ནི་ཤི་ངེས་ལ་སེམས་ཕངས་འདྲད་ཀྱི་མ་གཏོགས་གནོད་ཡས་ཀྱི་མི་འདུག་མེ་དེ་གང་ལ་བྱུང་ན་ང་ཚོ་ཤ་པོ་བཞུ་རྒྱུ་ཞེད་དགོས་པ་དོ།

ནི་དེ་ག་ནང་བཞིན་གྱི་ང་ཚོ་གཅིག་ད་ཡང་ང་ཚོ་ཤེས་ངེས་ཀྱི་ཞུ་ལ་ང་ཚོ་གི་ཕྱིས་བྱེད་དགོས་བ་རེད་ཡིན་ནའང་ང་ཚོ་ཕྱིས་དེ་གི་ཁོ་ཚོ་ལ་ཡང་བརྒྱ་ཆ་བརྒྱ་ནང་ལོགས་ལ་བརྒྱ་ཆ་བཅུ་ནས་ཞུ་ཅིག་ཕན་གི་རེད་མ་གཏོགས་བརྒྱ་ཆ་བརྒྱ་ཐེམ་པ་ཁོ་རང་ལ་ཕན་གི་རེད་བས་ཟེར་ན་ཕན་གི་ཡོད་མ་རེད་ད་དེ་བརྒྱ་ཆ་བརྒྱ་ཐེམ་པ་ཕན་ཡ་དེ་ག་རེ་བྱེད་ཡ་རེད་ཟེར་ན་སོ་སོ་ད་གོང་བསྡད་པའི་ཚེ་ལ་བྱེད་དགོས་ཡ་གི་གནས་སྟངས་གཅིག་རེད་ད་གོང་བསྡད་པའི་ཚེ་ལ་སོ་སོ་གི་བརྗོད་བྱ་ལ་ཡོད་ན། སོ་སོ་གི། ཅི། བརྗོད་བྱ་ལ་འདྲི་ཅི་རེད། ཨ་ནི་ག་འདྲ་འདྲི་ཅི་ཡོད་པ་ཡིན་ན། མི་ལ་སྦྱིན་པ་བཏང་དགོས་ས། སྦྲང་མ་ལ་སྦྱིན་པ་བཏང་དགོས་ས། སྦྱིན་པ་བཏང། ཨ་ནི་ཅི། དཀོན་མཆོག་ལ་ཆད་པ་ཕིག་དགོས་ས། ཆད་པ་ཕིག། བསམ་པ་བཟང་པོ་བྱེད། མི་ལ་རོགས་རང་བྱེད། ཨ་ནི་ཅི། དེ་འདྲ་གང་ཐུབ་ཐུབ་ཀྱིས་བྱེད་ཐུབ་པ་ཡིན་ན། ཨ་ནི་དངོས་གནས་དྲང་གནས་སོ་སོ་གི་བརྒྱ་ཆ་བརྒྱ་འཐེན་པ་དགེ་བ་བསགས་པ་དེ་སོ་སོ་བརྒྱ་ཆ་བརྒྱ་འཐེན་པ་འཁོན་འགྲོ་ཆོག་གི་ཡོད་རེད་མ་གཏོགས། སོ་སོ་ད་དགོངས་དེ་བས་ཚེ་ལ་ཡག་པོ་རྩ་བ་ནས་མ་བྱས་ཤེས་ཚ་འདི་རྐང་ལ་དེ་ཞོ་མེད་ཅིག་ཅིག་ཆིག་འབུད་མོག་པོ་ཅིག་བྱེད་བསྡད་པ་ཡིན་ན་བརྒྱ་ཆ་བརྒྱ་ནང་ལོ་ལ་བརྒྱ་ཆ་བཅུ་ནི་ཤོད་ཀྱི་ཁོ་ལ་ཕན་གི་ཡོད་ན་མ་གཏོགས་གཞན་ཕན་ཐུག་ཡ་གི་ཡོད་མ་རེད་བརྒྱ་ཆ་བཅུ་ནི་ཤོད་ཀྱི་ཁོ་དང་རྗེས་ནས་འབྲེལ་བ་ཡོད་སོང་ཙང་ཏིག་ཟིག་དེ་ཕན་གི་རེད་མ་གཏོགས་བརྒྱ་ཆ་བརྒྱ་ཐན་པ་སོ་སོ་ལ་ཕན་ཡ་གི་རེད་བ་གས་བརྒྱ་ཡ་ཡོད་རེད་བས་སེ་ན་དེ་བརྒྱ་བ་ཡ་གས་ཡོད་མ་རེད་དེ་མེད་པ་ཡིན་སོང་ཙང་སོ་སོ་ད་གོང་བསྡད་པའི་ཚེ་ལ་ངེས་པར་དུ་གང་ཐུག་ཐུག་གི་ཕྱིར་སྒྲུབ་ཡ་དང་གང་ཐུག་ཐུག་གིས་སོ་སོ་གི། ཅི་བཞིན་བྷན་གྱི་བྱ་བ་འགྲུབ་བའི་ཏེ་གྱི་ཆེན་པོ་བཞི་པོ་ཅི་ཆགས་འདི་རེད་འོ་དེ་ཡིན་སོང་ཟེར་དེ་ཚོ་རྣམ་པ་ཚོ་གི་ངེས་པར་དུ་སེམས་ལ་ཕར་བཞག་རོགས་གྱིས་ཟེར་ནས་གནད་འགག་ཅི་ཆགས་འདོད་གི་འདུག་ཨང་ཁ་ཚིག་རྒན་རྣམ་པ་ཚོ་གི་ཡང་དེ་ཀ་ལ་འདྲི་ཤེས་ཀྱིས། ད་ལྟ་འདི་ནས་མ་འདྲི་ཤེས་ཀྱིས། ཤེས་ཤོག་ཟེར་སོང་གི་འདུག་དེ་ཡིན་སོང་ཙང་རྣམ་པ་ཚོ་ལ་དེ་བསྡུས་བསྡུས་ཀྱིས་མ་ཤོད་པའི་ཁོད་ཡིན། ཨ་ནི་རིམ་པས་རིམ་པས་ཡང་ཞུགས་ལ་དེ་ཚེ་ཁང་ན་ཨ་རིམ་པས་རིམ་པས་མ་ཤོད་ཆོ་ག་བྱེད།